བ་ཡུལ་བདེ་བའི་དུ་བདེ་བ་ལ་ཡི་དུ་བ། བྱས་ཙང་སོ་སོའི་གི་ཁང་པའི་ནང་གི་ཨ་ནི་སྐྱེ་ལག་གི་སྣོད་བཤགས་ཟས་འདྲ་བོ་དེ་འདྲ་གི་རིགས་ཡོང་ན། ཞེ་དྲག་གང་ཡང་བྱེའོ་མར་སོ་སོ་གི་དབང་ལུང་ཁྲིད་མང་པོ་ཐོབ་ཚར། དེ་ནི་བླ་མ་དང་ཡི་དམ་ནི་སོ་སོ་ལ་ཡོད་པ་རེད། དེ་ཡིན་ཙང་ད་འཕགས་པ་སྤྱན་རས་གཟིགས་ལ་ཡང་བླ་མ་དང་སྤྱན་རས་གཟིགས་དབྱེར་མེད་དུ་བྱས་ནས་དགོངས། ཨོ་མ་ནི་པད་མོའི་ཧོང་ངོས་ལབ་ནས་སྐྱེས་ལ་འདི་གས་དེ་མདུན་ལ་བཀུག། ཨ་ནི་ཁོ་རང་ལ་ཡང་བྱམས་པ་དང་སྙིང་རྗེ་བསྒོ། ཨ་ཁྱེད་རང་ལ་ཅི་བལྟས་སོ་ཏན་ཏན་ནོར། གནོད་པ་དང་དཀའ་ངལ་འཕྲད་ཡ་དང་དེ་ཚོ་བྱུང་ཡོད་ཀྱི་རེད་ངའི་ངོས་ནས་ནོར་འཁྲུལ་བྱུང་ན་ད་ཁྱེད་རང་ཨ་ནི་ཅིག་གིས་འདི་བྱས་བྱས་ནས་ཨ་ནི་ཤག་པ་དེ་ཚོ་བཞུས། ཨ་ནི་ཁྱེད་རང་ཡིན་ན་ཡང་ཨ་ནི་གནས་སྐབས་བདེ་བ་ཕུགས་སུ་བདེ་བ་ཡོང་ཡག་གི་ངས་སྨོན་ལམ་རྒྱག་གི་ཡིན། ཨ་ནི་བག་བག་ཅན་རེད་ཟེར་གྱི་ཡིན་ན་ཡང་འདི་ནི་ཁྱེད་རང་ལ་ཡང་བཙལ་བའི་རྗེས་སུ་ཟུངས་རུ་ཆེས་ཆེ་ནས་ཁོས་ཡག་པོ་བྱས་པ་ཡིན་ན་དེ་བྱེད་འགྲོ་བ་རེད། གནོད་པ་སྐྱེལ་དུ་མཚམས་ཆད་འགྲོ་བ་རེད། སྔོན་མ། བཀའ་གདམས་པའི་དགེ་བཤེས་ཀྱིས་ང་ལ་དེ་སྐྱབས་བཅོལ་ལོ་བཅུ་རུ་འཇུག་གསུངས་སོང་རེད། བཀའ་གདམས་པའི་དགེ་བཤེས་ཀྱིས་ཡོད་རེད། དེ་ནས་སྡེ་བ་བཅས་ལ་གདོང་འདྲི་ཞུགས་ཤག་ལབ་ནས་གནོད་པ་ཞེ་བོ་ཞིག་བྱུང་ནས་ཨ་ནི་བཀའ་གདམས་པའི་དགེ་བཤེས་དེ་དེ་འདྲས་ཞུས་རེད། ཨ་རོ་ཁོང་ཡ། གནོད་པ་སྐྱེལ་སའི་ཡའི་ཁང་པ་འདི་ནང་ལ་མ་འཛུལ་གོང་ནས་གནོད་རྗེས་དེ་ལ་ཡ་བྱམས་པ་དང་སྙིང་རྗེ་ཞུ་རོགས་སྒོམ་ནས་འདི་ནང་ལ་ཕེབས་རེད།

ཨ་ནེ་བླ་མ་སྤྱན་རས་གཟིགས་ཡིན་ན་ཡང་ཕ་གི། བསྟན་བཞེངས་བཟོད་གྲྭ་རྡ་རམ་ས་ལ་བསྟན་བཞེངས་བཟོད་གྲྭ་ལ་ཡང་ཨ་ནེ་གདོང་དྲི་འདི་འདྲའི་གི་གནོད་པ་འདི་འདྲའི་མང་པོ་བྱུང་ཨ་ནེ་གནས་ཚུལ་ཡང་ཞུས་དུས་ཨ་ནེ། ད་ང་ཡི་མ་ཅིག་ཡོང་དགོས་སོང་རེད་ཨ་ནེ་མ་ཕེད་ཨ་མ་ཕེད་ནས་ཨ་ནེ་སང་ཉིན་དེ་ནས་ད་གདོང་དྲི་རྒྱུན་ནས་མེད་པར་འཇམ་ཐིང་ཐིང་ཆགས། ཨ་ནེ་ཡང་ག་རེ་གནང་ཡིན་ཡང་ཞུས་དུས་ཙམ་པ་ད་མ་ཅིག་ཅིག་ནས་སྙིང་རྗེ་ཅིག་སྒོམ་བཞག་ཡིན་སོང་ད། ཅི་ཙམ་དེ་ཡིན་པ་ཡིན་དུས་ད་འདྲ་གི་ཕོན་ཡོད་རེད་པ། འོ་ད་དེ་རེད། གདོང་དྲི་བ་ཕག་འཛིག་འཛིག་བཏང་ན་མཚམས་མཚམས་ཕན་ལས་གནོད་ཆེ་ཡོད་རེད་འགྲོ་བ། ངས་ཆོབ་ཅིག་ཞུས་པ་ཡིན་ན། ངས་ད་ངས་ངོ་ཤེས་པ་རེད་ང་ཚོ་ཅིག་གི། རྡ་རམ་ས་ལ་རི་ལ་སློབ་གཉེར་ཁང་རེད་གནམ་བདག་སེང་ཆོས་ཁོང་མོའི་ནི་རེད། ཨ་ཁོ་ཡ་ནང་ལ་ཡ་འགྲོ། ནང་ལ་ཡ་ཁོ་ཚོ་སུ་རེད་ཅིག་ལ་ཡ་གདོང་དྲི་བཟོས་འདུག་ཨ། ད་གདོང་དྲི་ཞིབ་པོ་ཅིག་བཟོས་ནས་བལྟས་ན་དཔའ་ཞེ་པོ་ཅིག་གིས་ད་གནོད་ཡ་བྱུང་རེད། དེ་ནས་ཁོང་གྲྭ་པ་དབྱིན་ཚང་དང་ཁོ་ལོ་ཡ་ཅིག་ཁོ་ཚོའི་ལམ་དུ་ད་ང་ཚོ་འདིར་གདོང་དྲི་བརྫུས་ནས་དཀའ་ངལ་ཞུ་འདུག་ཁྱེད་རང་གཅིག་བྱེད་མི་འདོད་བས་བྱས་ནས། དེ་ནས་ཁོང་གིས་དེ་གདོང་དྲི་དེ་བརྫུས་ཡོང་དུས་ཨ་ཁོས་འདིར་འགྲམ་དུ་འགྲོ་ཆེད་ད་གང་བསམ་ད་ཡག་ཡིན་ན་བསམ། བཅའ་འབོད་བཙན་བྱོལ་དུ་སྐྱོར་བ་ཡིན་ན་ཕན་ཐོགས་ཆེན་པོ་ཡོད་ས་རེད་དྲན་འདུག་བཅའ་འབོད་བཙོན་བྱོལ་དུ་ཅིག་ཞི་བོ་ཅིག་སྐྱོར་གི་ཡིན་པར་ཡང་འདི་ནས་ཞུ་ག་རེ་ཡིན་ན་ཅིག་ཅིག་ཅིག་སྐྱོར་འདུག་གང་བརྩམ་ཞུ་གདོང་དྲི་དེ་ཧེ་ཧེ་ཟིག་འདུག་ས་རྒྱལ་མོ་ཞུ་ས།

ཨོ་ད་དེ་འདྲས་རེད། ཁྱེད་ཚོ་འདི་འདྲས་ཡིན་པ་ཡིན་དུས་ཨོ་དེ་འདྲས་ཀྱི་ཁྱད་པར་ཡོད་ཁྱེད་ཚོ་དེ་ཡིན་དུས་ཞི་བུ་ཅིག་རྫིག་རྫིག་བཏང་ན་སྐབས་རེ་ཕན་སྐབས་རེ་གནོད་ལབ་ཐུབ་ཡང་མི་འདུག་བ། དེ་ལས་བྱམས་པ་དང་སྙིང་རྗེ་སྒོམ་ཡག་པོ་བྱས་པ་ཡིན་ན་ཡག་པོ་ཡོད་ས་རེད། སུ་ཞིག་ཟེར་དུས་མི་སུ་ཞིག་དང་སེམས་ཅན་སུ་ཞིག་གིས། བདག་གི་སླད་དུ་ཟེར་དུས་སྤྱན་རས་གཟིགས་ང་ཡི་ཆེད་དུ། ཚེས་བཅུ་བཞིའང་ཟླ་འདིར་སྨྱུང་གནས་ཏེ་སྨྱུང་གནས་ཏེ། མི་སུ་ཞིག་གིས་སེམས་ཅན་སུ་ཞིག་གིས། ང་ཡི་ཆེད་དུ་སྤྱན་རས་གཟིགས་ང་ཡི་ཆེད་དུ། ཚེས་བཅུ་བཞི་ཚེས་བཅོ་ལྔ་ལ་སྨྱུང་བར་བགྱིད་ན་ཟོས་ཏེ་སྨྱུང་གནས་ཉམས་ལེན་བྱས་པ་ཡིན། ད་དེ་ཟེ་ཨ། ཉི་མ་གཅིག་རེ་དང་སྨྱུང་གནས་ཐེངས་གཅིག་ཚར་གཅིག་ལ་ཧོར་ཚར་གཅིག་ཚུད་དུས་སྨྱུང་གནས་དེ་ལ་སྟ་གོན་གྱི་ཉིན་མོ་དངོས་གཞི་ཉིན་མོ་གཉིས། ཚེས་པ་བཅུ་བཞིའི་སྟ་གོན་ཉིན་མོ་བཅོ་ལྔ་དངོས་གཞི་ཉིན་མོ་གཉིས་རེད་བ། ཨོ་དེ་འདྲས་གཅིག་སྨྱུང་གནས་འདས་ན་སྨྱུང་གནས་ཚར་གཅིག་ཟེར་གི་རེད། ཁྱོད་ཚོ་སྨྱུང་གནས་ཚར་གཅིག་འདས་པ་དེ་ལ། ཨ་ནི་བསོད་ནམས་ག་རེ་ཡོད་རེད་ཕན་ཡོན་ག་རེ་ཡོད་རེད་ཟེར་ན། དེས་བསྐལ་པ་བཞི་ཁྲི་ཡི་འཁོར་བ་བསྙིལ་བར་འགྱུར་གསུངས་གདའ། ད་ང་རང་ཚོ་ལས་ཉོན་གྱི་དབང་གིས་ཁོར་ཡུག་སྐྱེ་བ་ལེན་ཡག་དེ་ས་ཡ་ས་ཡ་འབུམ་ཕྲག་བྱེ་བ་མང་པོ་ཡོད་ས་རེད་བ། ད་དེ་འདྲའི་གི་ནང་ནས་སྐྱེར་པ་བཞི་ཁྲི་ཁོར་ཡུག་སྐྱེ་བ་ལེན་མོ་གོ་ཅིག་ཡོང་གི་ཡོད་གསུང་གོ་ད་སྐྱེར་པ་བཞི་ཁྲི་ཡོད་ད་མདོར་བསྡུ་ན་སྐྱེར་པ་བཞི་ཁྲི་གི་ཁོར་ཡུག་སྐྱེ་བ་ལེན་ཡག་གི་ལས་ཉན་པ་དེ་ད་གང་ད་ལས་དེ་དག་འགྲོ་གི་ཡོད་གསུང་གོ་རེད་ང་རང་ཚོ་ལ་ལས་བཞི་བཅུར་ད་ང་ཚོ་ད་ལྟ་མི་ཚེ་གཅིག་གཅིག་པོའི་སྐད་ཆ་མར་དང་ང་ཚོའི་སྐྱེ་བ་ཐོག་མ་མེད་པ་ནས་བྱུང་བར་བ་གྲངས་མཐའ་ཡོད་པར་ད་སྡིག་པ་བསགས་པ་དང་ལས་བསགས་པ་ཁོར་ཡུག་སྐྱེ་བ་འཕེལ་བྱེད་ཀྱི་ལས་བསགས་པ་ལ་གྲངས་ཀྱིས་མི་ཆོད་པ་བརྗོད་ཡོད། དེའི་ནང་ལོགས་ནས་སྐྱེར་པ་བཞི་ཁྲི་གིས་ཁོར་ཡུག་སྐྱེ་བ་བླང་ཡག་གི་ལས་དེ་ཟས་ནས་འཁོར་བ་ལ་སྐྱེ་མི་དགོས་ཡ་ཅེས་ཆགས་ཀྱི་ཡོད་རེད་ད་དེ་རེད། སྐྱེར་པ་བཞི་ཁྲི་ཡིས་འཁོར་བ་འཁོར་བ་བསྙིལ་བར་འགྱུར་ལགས་སོ། བཅོམ་ལྡན་འདས་བདག་གིས། བཅོམ་ལྡན་འདས། བཅོམ་ལྡན་འདས་ལ་ཡང་སྤྱན་རས་གཟིགས་ཀྱིས་ཞུ་གུ་དུ་བ་བཅོམ་ལྡན་འདས། གལ་ཏེ་སེམས་ཅན་གྱི་ནང་ནས་མི་གཅིག་གིས་བདག་གི་མིང་འཛིན་པ། འཕགས་པ་སྤྱན་རས་གཟིགས་ཁྱེད་ཨོ་མ་ནི་པདྨའི་ཧཱུྃ་ཟེར་ནས་མིང་གཅིག་འཛིན་པ་ཡིན་ན། དད་པས་ཐོགས་ནས། ཆ་རྐྱེན་ཚང་བའི་ཐོག་ནས་རེད། བདག་གི་མིང་འཛིན་པ་ནི་དོན་ཕྱི་སྟེ། དོན་ཕྱི་ཟེར་དུས་དོན་དག་ཆེན་པོ་ཡོད་རེད་ལ་ཕྱི་ཞེས་པ་ནི་ཡོད་པའི་དོན། དོན་ཡོད་རེད། ག་རེ་ཡོད་རེད་ལ་ན་ཕན་ཐོགས་ག་རེ་ཡོད་རེད་ལ་ན། སངས་རྒྱས་བྱེ་བ་ཕྲག་འབུམ་བགྱི་བའི་ལྷག་ལགས་སོ། དེ་འདྲ་གསུངས་འདུག་བ། སངས་རྒྱས་ཐ་མལ་པ་བརྗོད་རེ། སངས་རྒྱས་བྱེ་བ་ཕྲག་གི། སངས་རྒྱས་བྱེ་བ་ཕྲག་འབུམ་གཅིག་གི། མཚན། ཨ་ནི་ཁ་ནས་མ་སྐྱོར་བ་དང། འཕགས་པ་སྤྱན་རས་གཟིགས་གཅིག་གི། མཚན་ཁ་ནས་སྐྱོར་བ་ཉིད་བྱས་ན། འཕགས་པ་སྤྱན་རས་གཟིགས་གཅིག་གི། མཚན་ཁ་ནས་སྐྱོར་བ་སྟེ། བསོད་ནམས་བྱ་བ་ཡོད་གསུངས་པ། ཧོ། སངས་རྒྱས་བྱེ་བ་ཕྲག་འབུམ་བགྱི་བའི་ལྷག་ལགས་སོ། བདག་གི་མིང་འཛིན་པས་སེམས་ཅན་ཐམས་ཅད་ནི། ད་འཕགས་པ་ཅེ་རེ་ཟི་ཁའི་ཨོ་མ་ནི་པདྨའི་ཧཱུྃ་ཟེར་ནས་མ་ནི་དེ་འདྲའི་འདོད་མཁན་གྱི་སེམས་ཅན་ཐམས་ཅད་ནི། ཕྱིར་མི་ལྡོག་པ་ཉིད་ལ་གནས་པར་འགྱུར། གྲོགས་ནད་ཐམས་ཅད་ལས་ཡོངས་སུ་ཐར་བར་འགྱུར། སྒྲིབ་པ་ཐམས་ཅད་དང་ལུས་དང་ངག་དང་ཡིད་ཀྱི་ཉེས་པར་སྤྱོད་པ་ཐམས་ཅད་ལས་ཡོངས་སུ་ཐར་བར་འགྱུར་ལགས་སོ། གང། ཨོ་དེ། གང། ལགས་སོ། འདི་བར་དུ་ཕན་ཡོན་གཅིག་བྱས། དེ་དང་མཉམ་དུ། གང་ལ་ལ་ཞིག་ཆོ་ག་བཞིན་དུ་སྦྱོར་བར་བགྱིད་ན་སྨྱུང་གནས་ཀྱི་ཆོ་ག་བཞིན་དང་འབྲེལ་ནས་ཨ་ནི་མ་ནེ་འདི་ཚོ་བསགས་ཨ་ནི་སྤྱན་རས་གཟིགས་ཀྱི་གཟུངས་རིང་གཟུངས་ཐུང་དེ་འདྲས་བསགས་བྱས་ན། དེ་དག་གིས་སུག་པར་སངས་རྒྱས་ཀྱི་བྱང་ཆུབ་ཐོབ་པ་ལགས་སོ།

ཚེས་བཅོ་ལྔའི་ཟླ་བ་ཉའ་བ་ལ་བསླབ་པའི་གཞི་བརྒྱད་བཟུང་སྟེ་ད་དེ་རེ་ད། ནམ་རྒྱུན་ནས་སྤྱན་རས་གཟིགས་ལ་དད་པ་ཡོད་པ་མ་ཎི་འདྲ་མཁན་ཡིན་པ་བྱས། དེ་འབྲེལ་གྱི་སྤྱན་རས་གཟིགས་ལ་དད་པ་ཡོད་པ་དང་མ་ཎི་འདྲ་མཁན་དེ་གྱིས། ཨ་ནི་ཚེས་པ་བཅོ་ལྔ་ཡི་ཉིན་མོ་ལ་ཞོ་ཀེག་ལྔ་པོ་ཡར་ལངས་ཁྲུས་གཙང་མར་བྱས་ནས། ཨ་ནི། ཅིག་གིས་ཐེག་ཆེན་གསོ་སྦྱོང་གི་སྡོམ་པ། གལ་ཏེ་དེ་འདྲའི་ཆེད་བླངས་པ་ཡིན་ན། རོ། སྤྱོད་ངན་ཟླ་བ་དམྱལ་བ་ལ་བསླབ་པའི་གཞི་བརྒྱད་བཟུང་ཟེར་དུས། སྲོག་གཅོད་པ་སྤང་གི་ཡིན། མ་བྱིན་པར་ལེན་པ་སྤང་གི་ཡིན། རྫུན་སྤང་གི་ཡིན། མི་ཚངས་པར་སྤྱོད་པ་སྤང་གི་ཡིན། ཨ་ནི་དེ་ནང་བཞིན་གྱི་དག། དུས་མ་ཡིན་པའི་ཟས་སྤང་བ་ཁྲི་སྟེ་ཆེ་ཆུང་སྤང་བ་དེ་འདྲས་བརྒྱད་ཡོད་བ། ཐེག་ཆེན་གསོ་སྦྱོང་གི་སྤང་བྱ་བརྒྱད་སྤངས་པས་ཚུལ་ཁྲིམས་བརྒྱད་གཡོ་བ། ཨོ་དེ་འདྲས། བསླབ་པའི་གཞི་བརྒྱད་བཟུང་སྟེ། གོས་གཙང་མ་བགོས་ལ། རིང་བསྲེལ་དང་བཅས་པའི་མཆོད་རྟེན་གྱི་མདུན་དུའམ། སངས་རྒྱས་ཀྱི་གཟུགས་ཀྱི་སྤྱན་སྔར་རྩ་མདའི་དཀར་པོའི་དཀྱིལ་འཁོར་བགྱིས་ལ། ད་བསྙུང་གནས་ཀྱི་ཆོ་ག་དང་འབྲེལ་པའི་དཀྱིལ་འཁོར། ད་ལྟ་དེ་ཚང་མ་དེ་འགྲིག་བཞག་ཡོད་རེད་བ། ཁྱེད་རང་ཚོ་ཞུ་སྐུ་པར་བརྒྱབ་ན་འགྲིག་གི་རེད་ཞུ་ཡོད་བ། ཨོ་ད་དེ་འདྲས་ཀྱི་དཀྱིལ་འཁོར་བགྱིས་ལ། དེར་མེ་ཏོག་སྣ་ཚོགས་གཏོར་བར་བགྱི། བདུག་པས་ཀྱང་བདུག་པར་བགྱི། མར་མེ་ཡང་འབུལ་བར་བགྱིའོ། སངས་རྒྱས་བཅོམ་ལྡན་འདས་ལ་གུས་པ་བསྐྱེད་པར་བགྱིའོ། དེའི་ཚེ་གཟུངས་སྔགས་འདི་ཡང། ལན་བརྒྱ་རྩ་བརྒྱད་བཟླས་བརྗོད་བགྱིས་ན། གཟུངས་རིང། གཟུངས་རིང། ཡང། གཟུངས་ཐུང། རྩིས་པས་བརྒྱ་རྩ་བརྒྱད། ཡང་ན་དེའི་ཚབ་ལོགས་ཨུ་མ་ནི་པད་མོའི་ཧོང་བརྒྱ་རྩ་བརྒྱད་ག་རེ་བསྒྲགས་ན་ཡང་འགྲིག་གི་ཡོད་རེད། འོ་ད་དེ་འདྲའི་གི་སྔགས་འདི་ཡང་ལན་བརྒྱ་རྩ་བརྒྱད་བཟླས་བརྗོད་བགྱིས་ན། བྱང་ཆུབ་སེམས་དཔའ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་དཀྱིལ་འཁོར་དེར་འདུག་སྟེ། མཚམས་མེད་པ་ལ་སོགས་པ་ལས་ཀྱི་སྒྲིབ་པ་མི་དགེ་བ་ཇི་སྙེད་ཆེ་བ་ཐམས་ཅད་སྦྱང་བར་འགྱུར་རོ་ས་དེ་འདྲའི་གསུང་དུ་བ་ག་རེ་གསུངས་འདུག་མཚམས་མེད་ཀྱི་ལས་ལ་སོགས་པ། སོ་སོའི་གྱི་པའི་ལས་ཀྱི་སྒྲིབ་པ་ཤུགས་ཆེན་པོ་ཡོད་འདས་པ་འདི་སྐད་དེ་ཐམས་ཅད་སྦྱང་གི་རེད་གསུངས་འདུག་སྦྱང་བར་འགྱུར་རོ། ལུས་དང་ངག་དང་ཡིད་ཀྱི་ལས་རྣམས་ཀྱང་ཡོངས་སུ་དག་པར་འགྱུར་རོ། སངས་རྒྱས་ཀྱི་ཏིང་ངེ་འཛིན་གྱི་སྟོབས་ཀྱང་ཐོབ་བོ། འོད་ཟེར་གྱི་དབང་བསྐུར་བའི་སྟོབས་ཀྱང་ཐོབ་བོ། ས་དང་ཕ་རོལ་ཏུ་ཕྱིན་པ་ཡང་ཡོངས་སུ་རྫོགས་པར་འགྱུར་རོ་ད་ག་ལས་ག་ལས། ཐེག་པ་ཆེན་པོའི་ས་ལམ་བགྲོད་ཀྱི་རེད་གསུངས་པས་རྫོགས་ཡོངས་སུ་རྫོགས་པར་འགྱུར་རོ། ཞེས་སོགས་གསུངས་པ་ལྟར་ཕན་ཡོན་ལྷག་པར་ཆེ་ཞིང་ཆེ། དེ་དཔག་ཏུ་དཔེན་བསྲེགས་ཀྱི་རྟགས་བསྐྱོད། འགྲིག་སོང་ཨ། འགྲིག་སོང་ཨ། ད་འདི་རྣམས་ལ་འདི་གཟིགས་དང། ཞེས་སོགས་གསུངས་པ་ལྟར་བཟོད་དུས་ད་ལུང་འདི་ལ་སོགས་པ་ཟ་ད་སོགས་སྒྲ་གཅིག་འདུ་བ། ད་དེ་དང་འབྲེལ་ནས་དོན་ཚན་གསུམ་པ་འདི་ཞུགས་ཀྱི་ཡིན་ད། དོན་ཚན་གསུམ་པ། སྲོག་ཁྲ་དང་འབྲེལ་ནས། དོན་ཚན་གསུམ་པ་དེ་ཁྱེད་རང་ཚོ་དེ་དོ་སྣང་ཅིག་སྤྲད་ད་ངའི་ལག་པ་ལ་དཔེ་ཐུང་ཅིག་འཁྱིལ་འདུག་བ་དཔེ་དེབ་ཅིག་ཨ། བོད་མི་སྒྲིག་འཛུགས་ཤེས་རིག་པར་ཁང་ནས་པར་བརྒྱབ་པ་རེད། བླང་དོར་སྤྱི་མཐུས་ཁག་བཞུགས་སོང་ཟེར་དེབ་ཆུང་ཆུང་ཅིག་རེད། འོ་འདི་གི་ནང་ལོགས་ལ། སྨྱུང་གནས་ཀྱི་ཕན་ཡོན། ཐེག་ཆེན་གསོ་སྦྱོང་གི་ཕན་ཡོན་མ་གནས་ཀྱི་ཕན་ཡོན། ཨ་ནི་དྷརྨ་ཁ་ཡའི་ཉེས་དམིགས་འདི་རིགས་མང་པོ་ཅིག་ཡོད་རེད། དེབ་དེ་ཡག་པོ་ཡོད་རེད། དཔེར་ན་གཞུང་དམངས་འགའ་ཤས་ཀྱིས་དེ་བསྐུར་དགོས་བསམ་འདུག་ང་ཚོ་དེ། ནམ་རྒྱུན་ཉམས་ལེན་བྱས་ཀྱི་རིགས་དེ་འདྲའི་དཔེ་ཆ་དེ་ཚོ་གཏོགས་སུ་བསྡད་ཡོད་ན་ཡག་པོ་ཡོད་རེད་བ། ད་དེའི་ནང་ལོགས་ལ། ཐེག་ཆེན་གསོ་སྦྱོང་གི་ཕན་ཡོན་དེ་ག་རེ་གསུངས་འདུག་དེ་ད་ངས་ཞུ་གི་ཡིན་ད། ད་འདི་ཁྱེད་རང་ཚོ་འདི་ན་ཤོག་གྲངས་བྲིས་ཨ། བླང་དོར་དེབ་ཆུང། ཤོག་གྲངས། བརྒྱད་ཅུ་གྱ་དྲུག་ཐིག་ཕྲེང་གསུམ་པ་རེད། མ་འོངས་པ་དེབ་དེ་རག་དུས། ཤོག་གྲངས་བརྒྱད་ཅུ་གྱ་དྲུག་ནང་དུ་ཡོད་རེད་ཐིག་ཕྲེང་གསུམ་པ། ཨ། ཨོ། ཨ་ཡེ་ཁྱེད་རང་ཚོ་དཔེ་ཆ་དེ་མ་རེད་ད། ངས་དེ་དེབ་ཆུང་དེ་ལ་བྲིས་ལ་ད་ད་ཁྱེད་རང་ཚོ་ཉན་ཡས་རེད་ད། ཨོ་ཡ། ཡ་ད་ཡག་པོ་བྱོས་ནས་ཉན་ཨ་ང་ལ་ཡ་བལྟས་ང་ལ་ཡ་བལྟས་ཡག་པོ་བྱོས་ཉན་ཨ། བརྒྱད་ཅུ་གྱ་དྲུག་གི་ཐིག་ཕྲེང་གསུམ་པའི་ནང་ལ་དེབ་འདི་རེད་ད་དེབ་ཆུང། དྲུག་པ་སྨྱུང་གནས་ཀྱི་ཕན་ཡོན་ནི། བྱང་ཆུབ་སེམས་དཔའ་ཟླ་བ་རྒྱ་མཚན་གྱི་ཞལ་ནས་ད་བྱང་ཆུབ་སེམས་དཔའ་ཟླ་བ་རྒྱ་མཚན་གྱི་གསུང་དུ་བ། ཡག་པོ་ཉན་ཨ། དང་པོ། གང་ཞིག། རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་གིས་ད་ང་རང་ཚོ། འགྲོ་བ་མི་བུ་དང་བུ་མོ་ལ་སོགས་པ་དང་ལྷ་དང་མི་ག་རེ་ཡིན་ནས་བུ་དང་བུ་མོ་ལ་སོགས་པ་གང་གིས། བཟི་ཡ། ད་སྨྱུང་གནས་ལ་ཚར་གཅིག་ཚར་གཉིས་ཚར་གསུམ་བརྩི་ཡ་ཡོད་རེད། ཚར་གཅིག་བཟི་དུས་རྩ་བ་ཆ་གཅིག་ལ་བཟི་དགོས་རེད་སྨྱུང་གནས་ཆ་གཅིག་ད་དོན་དག་མདོར་བསྡུས་ན་ཚལ་བུ་བཅུ་བཞི་བཅོ་ལྔ་གཉིས་ལ་སྨྱུང་གནས་གཅིག་བསྡད་སོང་ན། དེ། སྨྱུང་བོར་གནས་པ་ཚར་གཅིག་བྱས་ན་ཚར་གཅིག་རེད་ད་ཚར་གཅིག་ཚལ་བུ་བཅུ་བཞི་དང་བཅོ་ལྔ་ཉི་མ་གཉིས་གཅིག་གོ། སྨྱུང་གནས་ཉམས་ལེན་བྱས་པ་ཡིན་ན་ཕན་ཡོན་ག་རེ་ཡོད་རེད་ཟེར་ན། སྨྱུང་གནས་སྨྱུག་མར་གནས་པ་ཚར་གཅོད་བྱས་ན་སྐྱེལ་པ་བཞི་ཁྲི་ཡི་སྡིག་པ་དག་ཅིང་ལྷ་དང་མི་ཡི་མཆོག་ཐོབ་པར་འགྱུར་རོ། དུ་བ། སྐྱེལ་པ་བཞི་ཁྲི་སྐྱེལ་པར་དང་སྐྱེལ་པ། སྐྱེ་བ་བཞི་ཁྲི་ལ་མར་དང་སྐྱེལ་པ། དང་སྐྱེལ་པ་ཟུ་འདོད་ཙམ་པ་བཞི་པོ་ཅིག་གིས་གྲངས་མང་པོ་བརྩི་གི་ཡོད་རོ། བ་དུས་ཀྱི་སྐྱེལ་པ་ཟུའི་འོང་འདོད་ཙམ་པ། ཨོ་དེ་འདྲིས་ཀྱི་བསྐལ་པ་བཞི་ཁྲི་ཀྱི། ཨ་ནི་སྡིག་པ་ཐམས་ཅད་དག་འགྲུབ་བོ། དེ་དང་མཉམ་དུ་ཨ་ནི། ལྷ་དང་མི་ཡི་སྐྱེ་བ་ངེས་པར་དུ། ལྷ་དང་མི་གྱི་སྐྱེ་བ་མ་ཟད་ལྷ་དང་མིའི་ནང་ནས་ཀྱང། ལྷ་དང་མིའི་མཆོག། ལྷ་དང་མིའི་ནང་ནས་ཀྱང། ལྷ་ཡི་མཆོག་མི་ཡི་མཆོག་དེ་འདྲས་སྐྱེ་བ་ལེན་གྱི་རེད། ལྷ་དང་མི་ཡི་མཆོག་ཐོབ་པར་འགྱུར་རོ། ཅིག་བྱས། ད་སྨྱུང་གནས་དེ་དང་གི་ཚར་གཅིག་རེད་བ། དེ་འདྲས་དེ་ཚར་བརྒྱད། ད་ཆ་བརྒྱད་སྨྱུང་གནས་ཆ་བརྒྱད། སྨྱུང་གནས་ཆ་བརྒྱད་བསྡད་ན་ག་རེ་ཡོད་ཟེར་ན། སྨྱུང་བོར་གནས་པ་ལས་འགྱེད་བྱས་ན། རྒྱུན་དུ་ཞུགས་པ་དང་ཆ་མཚུངས་ཤིང་ཟད། ཉན་ཐོས་ཉན་རང་ཉན་ཐོས་ཀྱི་གདངས་ལ་རྒྱུན་ཞུགས་ཟེར་དུས་ཉན་ཐོས་མཐོང་ལམ་བར་ཆད་མེད་ལམ་ཐོབ་པ་ཡན་ཆད་རེད། དེ་འདྲའི་ནང་བཞིན་ལ་རེ་དཱ། རྒྱུན་ཞུགས་ཕྱག་རྒྱ་བླ་མ་ལ། རྒྱུན་ཞུགས་དང་དགྲ་བོ་ལ་རོ་དཱ། ཉན་ཐོས་ཀྱི་དཔལ། ཅེས་འཕགས་ལམ་ཐོབ་པ་ནང་བཞིན། ཧཱུྃ། རྒྱུན་དུ་ཞུགས་པ་དང་ཕྱག་མཚུངས་ཤིང། འཇིག་རྟེན་གྱི་ཁམས། བདེ་བ་ཅན་དུ་སྐྱེ་བར་འགྱུར་རོ། སོ། རེ་སོང་བ། བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེ་གི་རེད། ད་དེ་བོན་ཆད་དུ་ད་ངེས་ཏེ་ལྷ་དང་མིའི་ནང་ནས་མཆོག་ལ་སྐྱེ་གི་རེད་ལར་བ་ད་ད་ལྟ་བས་བདེ་བ་ཅན་གྱི་ཞིང་ཁམས་སྤྱན་རས་གཟིགས་ཀྱི་ཞིང་ཁམས་རང་ལ་སྐྱེ་འགྲོ་ཡ་ཨོ་ད་དེ་འདྲའི་ཅི་གསུང་རེད། ད་དེ་ནས་གསུམ་པ། གལ་ཏེ་སྨྱུང་གནས་ཕྱག་ཉི་ཤུ་རྩེ་ལྔ་བཏང་ཡིན་ན་ད་ཕན་ཡོན་ག་རེ་ཡོད་རེད། ལན་ཉེར་ལྔ་བྱས་པ་ཡིན་ན་ཕྱིར་འོང་བ་དང་ཆ་མཚུངས་ཤིང་ཡང་ཉན་ཐོས་ལ་ཕྱིར་འོང་ཟས་བཅུ་ཡོད་རེད་ཉན་ཐོས་ཉན་ཐོས་ཀྱི་འོ་དེ་ནང་བཞིན་རྟོགས་པ་མཐོ་བ་རེད་རྒྱུན་ཞུགས་ལས་ཕྱིར་འོང་མཐོ་བ་རེད་ཨོ་དེ་ནང་བཞིན་ཕྱིར་འོང་དང་ཆ་མཚུངས་ཤིང་ཡིན། ད་སྡིག་སྒྲིབ་དག་ཡ་དེ། བསྐལ་པ་བརྒྱད་ཁྲི་ཡི་སྡིག་པ་དག་པར་གྱུར། ད་འགི་བསྐལ་པ་བཞི་ཁྲི་ཡིན་པ། ད་ད་ལྟ་དེ་འདབ་གཅིག་གི་མ་མ། བསྐལ་པ་བརྒྱད་ཁྲི་ཡི་ཨ་ནི། བསྐལ་པ་བརྒྱད་ཁྲི་ཡི་སྡིག་པ་དག་པར་འགྱུར། འདིས་གཅིག་བྱས། ད་ཡང་སྨྱུང་གནས། ཚར། ཆ། ལྔ་བཅུ་བཏང་བ་ཡིན་ན་གར་ཡོད་རེད་ས་ན། ལན། ལྔ་བཅུ་བྱས་ན་ཕྱིར་མི་འོང་བ་དང་ཆ་མཚོན་ཞིང་ཡིན། སྐྱེལ་པ་ཁྲི་ཕྲག་བརྒྱ་ཡིས་འདེགས་པ་དག་པར་གྱུར། ད་ཁྲི་ཕྲག་བརྒྱ་རེད་ཐང་རྒྱལ་དེ་བརྒྱད་ཁྲི་རེད་བ་ད་ད་ད་དེ་བརྒྱ། སྐྱེལ་པ་ཁྲི་ཕྲག་བརྒྱ་ཡིས་འདེགས་པ་དག་པར་གྱུར། ད་དེ་ནས་སྨྱུང་གནས་ཆ་དེ་བརྒྱ་རྩ་བརྒྱད་བརྒྱ་རྩ་བརྒྱད་བསད་སྦྱོར་བརྒྱ་རྩ་བརྒྱད། སྨྱུང་གནས་ཆ་བརྒྱ་རྩ་བརྒྱད་བཏང་པ་ཡིན་ན། དེ་ཡང་འདའ་ཁ་སུ་མ་རེད་ད་ཚུལ་དང་མཐུན་པ་ཡང་དག་པར་བྱས་ནས་ཨོ་ད་བཏང་པ་ཡིན་ན། བརྒྱ་རྩ་བརྒྱད་བྱས་ན་དགྲ་བཅོམ་པ་དང་ཆ་མཚུངས་ཉན་ཐོས་དགྲ་བཅོམ་པ་ནང་བཞིན་དང་དེ་དང་འདྲ་བ་ཅིག་གིས་གནས་རིམ་མཐོ་བ་ཅིག་ཡོན་ཏན་མཐོ་བ་ཅིག་ཆགས་ནས། ད་འདི་ག་རེ་བྱེད་ཀྱི་རེད་ལ་ན། བསྐལ་པ་བྱེ་བ་ཕྲག་བརྒྱ་ཡིས་སྡིག་པ་དག་པར་འགྱུར། བསྐལ་པ་ཁྲི་ཕྲག་མར་དག་བྱེ་བ་ཕྲག་བརྒྱ། བྱེ་བ་ཕྲག་བརྒྱ་ཡིས་སྡིག་པ་དག་པར་འགྱུར་རོ། དེ་འབྲེལ་གྱི་སྨྱུང་གནས་བརྒྱ་རྩ་བརྒྱད། ཚུལ་བཞིན་དུ་བཏང་མཁན་ཡིན་ན། བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེ་གི་རེད་ཟེར་སྐད་ཆ་མ་ཡིན་པ། ངེས་པར་དུ་སྐྱེ་གི་རེད་ཟེར་ཐག་བཅད་དགོས་འདུག་ངེས་པར་བདེ་བ་ཅན་དུ། སངས་རྒྱས་ཚེ་དཔག་མེད་འོད་དཔག་མེད་ཀྱི་ཞབས་དྲུང་དུ་སྐྱེ་བར་འགྱུར་རོ་སོ་སྟེ་གསུངས་ཤག་ད་སྨྱུང་གནས་ཆ་བརྒྱ་རྩ་བརྒྱད་དེ་ཚད་དང་ལྡན་པ་ཅིག་བཏང་ན་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེ་གི་ཡོད་མེད་ཐེ་ཚོམ་གོ་རང་མི་འདུག་ག།

དེ་སྐུ་བསྙུང་བར་གནས་པ་ར། ད་སྤྱན་རས་གཟིགས་ཀྱི་གཟུངས་སྔགས་ངག་ནས་སྐྱོ་བོ་ཡོག་རེ་ངག་བསྙུང་བར་གནས་པ་ར་བ། སེམས་ཀྱི་ཐོག་ནས་བྱམས་པ་དང། ཨ་ནི། སྙིང་རྗེ་དང་བྱང་ཆུབ་ཀྱི་སེམས་སྟོང་ཉིད་བསྒོམ་དགོས་ཡོག་རེ་དེ་སེམས་བསྙུང་བར་གནས་པ་ར་བ། དེ་འདྲ་ཡིན་པ་ཡིན་དུས། འདིས། ལུས་བསྙུང་བར་གནས་པས། ད། ལུས་ཀྱི་ཐོག་ནས་སྤྱན་རས་གཟིགས་བསྒོམ་ཡོང་དུས་ལུས་ཀྱི་སྡིག་སྒྲིབ་དག་པར་འགྱུར་རོ། ངག་གི་ཐོག་ནས་མ་ནི་བསྒྲགས་མྱོང་དུས་ངག་སྨྱུང་བོར་གནས་པས་ངག་གི་སྒྲིབ་པ་དག་པར་འགྱུར་རོ། ཡིད་སྨྱུང་བོར་གནས་པས་ཡིད་ཀྱི་ཐོག་ནས་བྱམས་སྙིང་རྗེ་འཆང་སྟོང་ཉིད་འདི་ཚོ་བསྒོམ་མྱོང་དུས་ཡིད་ཀྱི་སྒྲིབ་པ་དག་པར་འགྱུར་རོ་ཟེར། ད་སྨྱུང་གནས་བཟླས་པ་འདི་ཀྱིས་སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་གསུམ་བསྒོམ་པ་འདི་ཀྱིས་ལུས་ངག་ཡིད་གསུམ་གྱི་སྡིག་སྒྲིབ་དག་སོང་ཨང། དེ་གཅིག་བྱས། ད་དེ་ནི་འདི་བཞུགས་ཏེ། གཞན་ཡང། སྤྱན་རས་གཟིགས་ཀྱི་སྐུ་བསྒོམ་པ་ཙམ་མ་ཡིན་པ། སྨྱུང་གནས་ཉི་མ་གཉིས་ཀྱི་རེ་འགའ་དེ་ལ་ཁ་ལག་ཟ་མ་འཆོར་བའི་རིགས་མང་པོ་ཅིག་སྤང་གི་ཡོད་རེད་བསྐང་བརྩོན་ནི། ཐེག་ཆེན་གསོ་སྦྱོང་གི་སྡོམ་པ་ལེན་ཡོང་དུས་ཡིན་ན་ཡང། ཨ་ནི། ནད་མེད་པར་བྱ་བའི་ཕྱིར་དང་མུ་གེ་མེད་པར་བྱ་བའི་ཕྱིར་དང། དེ་འབྲེལ་གྱི་ཨ་ནི་དམིགས་ཡུལ་དང་འབྲེལ་ནས་ཐེག་ཆེན་གསོ་སྦྱོང་གི་སྡོམ་པ་ལས། དེ་བཞུགས་སྨྱུང་གནས་ལ་བསྡད་ཡོང་དུས་ཙམ་པ་ཨ་ནི་སྤང་བྱ་མང་པོ་ཅིག་སྤང་གི་ཡོད་རེད་བ། ད་འདི་གིས་ག་རེ་ཕན་ཡོན་ཡོད་རེད་ཟེར་ན་དེ། ལུས་སྙིང་བོར་གནས་པས་ཟས་མ་ཟོས་པས་ད་ཚེས་པ་བཅུ་བཞི་གི་ཉིན་མོ་དེ་ཉིན་གུང་ཟག་ར་བ་ཉིན་གུང་རྒྱབ་ནས་ཟག་མ་ར་བ་ར་བ། ད་ཚེས་པ་བཅོ་ལྔ་ལ་སླེབས་ཡོང་དུས་ད་ཉི་མ་ཉིན་གང་ཟག་གི་ཡས་མ་རེད་ལ་དེ་ནས་ཆུ་པའི་འཐུང་གི་ཡས་མ་རེད། ད་ད་དུང་པའི་ཕྱག་ལེན་དོགས་ཤོས་དེ་ལ་བྱས་ན། དེ་ནི། ཁ་མཆུ་ཡན་ཆད་སྡིག་པ་དག་ལ་བཏང་གི་ཡོད་མ་རེད། དེ་འདྲའི་གི་དཀའ་བ་སྤྱད་ཡོང་དུས། འོ་ད་སྡིག་པ་ག་རེ་ཡོད་རེད་ཟེར་ན། ལུས་སྙིང་བོར་གནས་པས་ཟས་མ་ཟོས་པས་ཡི་དྭགས་སུ་སྐྱེ་བར་མི་འགྱུར་རོ། ད་རྩ་བ་ཉིད་ནས་ཡི་དྭགས་ལ་སྐྱེ་གི་མ་རེད་ཟེར། བྱས་ཙང་ཉི་མ་གཉིས་ཀྱི་ནང་ལ་ཁ་ལག་སྤང་ཡ། ཚེས་པ་བཅོ་ལྔ་གི་ཉི་མ་གཉིས་རྐང་དཀའ་བ་སྤྱད་པ་ཉི་མ་གཅིག་གི་དཀའ་བ་སྤྱད་པ་འདི་གི་བཀའ་དྲིན་གྱིས་སོ་སོ་གང་ད་ཡི་དྭགས་ལ་སྐྱེ་ཡ་མེད་པ་ཅིག་ཆགས་གི་འདུག་བ།

འདུ་བ། ད་དེ་ནས་འདི་ཞུ་གི་སྟེ། ཡིད་བསྙུང་བར་གནས་པས་ད་སེམས་ཀྱི་ཐོག་ནས་སྤྱན་རས་གཟིགས་གང་དུ་ཅི་འདུག་བསྒོམ། བྱམས་པ་དང་སྙིང་རྗེ་ཆུ་བསྒོམ་བྱེད་ཀྱི་ཡོད་ཙང། ཡིད་བསྙུང་བར་གནས་པས་ཏིང་ངེ་འཛིན་ལ་མ་ཡེངས་པར་གནས་པ་ནི་དམྱལ་བའི་སྐྱེ་གནས་སུ་མི་འགྱུར་རོ། དམྱལ་བ་ལ་སྐྱེ་གི་མ་རེད། དེ་སུ་དུས། དམྱལ་བ། ཡི་དྭགས་དུད་འགྲོ་གསུམ། སྤྱན་བསྙུང་གནས་ཉི་མ་གཉིས་བསྡད། སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་གསུམ་བསྒོམ། ཁྲིམས་འདི་ཚོ་ཡག་པོ་འཁྱེར་ནས་བྱས་ན། དམྱལ་བ་ཡི་དྭགས་དུད་འགྲོ་གསུམ་ལ་སྐྱེ་གི་མི་འདུག་བ། ཨོ་ཏོ་དེ་འདྲའི་གི་དེ་ནི་ཕན་ཡོན། ད་དེ་ནས་འདི་ཞུ་གུ་དེ་ལ། ལུས་སྙུང་བར་གནས་པའི་གཟུགས་བཟང་ཞིང་མཛེས་པ་དང་ལྟ་ན་སྡུག་པ་ཡིད་དུ་འོང་བ་སྐྱེ་བར་འགྱུར་རོ། ངག་སྨྲ་བཅད་བྱས་པས་སྐད་ཆ་བཤད་ཡ་བཀག་པས་མགྲིན་པ་སྨྲ་བཅད་བདེ་ཞིང་བརྗོད་པ་རྣམ་པར་དག་པར་འགྱུར་རོ། དེ་འདྲ་འདུག་བ།

བརྗོད་པ་རྣམ་པར་དག་པར་འགྱུར་རོ། སེམས་མ་ཡེངས་པས་ཡིད་གཞུངས་ཤིང་སེམས་གསལ་བར་འགྱུར་རོ། ལུས་སྨྱུང་བར་གནས་པས་ལུས་ད་དེ་སེ་ཨ། གཞན་ཡང་སྨྱུང་གནས་ཀྱི་སྐབས་ལ་ལུས་སྨྱུང་བར་གནས་པས་ལུས་གསེར་གྱི་ཁ་དོག་ལྟ་བུ་མཛེས་པར་འགྱུར། ངག་སྨྱུང་བར་གནས་པས་ངག་ཚངས་པའི་དབྱངས། ངག་ཚངས་པའི་དབྱངས་ལྟར་སྙན་པར་འགྱུར་རོ། ཡིད་སྨྱུང་བར་གནས་པས་ཤེས་བྱའི་གནས་ལ་བློ་གྲོས་ཐོགས་པ་མེད་པར་འགྱུར་རོ། ལུས་བསྙུང་བར་གནས་པས་ཚེའི་བསམ་བློ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུས་བརྒྱན་པར་འགྱུར་རོ། ངག་བསྙུང་བར་གནས་པས་སངས་རྒྱས་ཀྱི་གསུང་དབྱངས་ཡན་ལག་དྲུག་ཅུ་ཐོབ་པར་འགྱུར་རོ། ཡིད་བསྙུང་བར་གནས་པས་མངོན་པར་ཤེས་པ་ལྔ་དང་ཡེ་ཤེས་ལྔ་ཐོབ་པར་འགྱུར་རོ། ཏི་ལི་སུམ་མདོ་དང་ཕན་ཡོན།